ང་ཚོ་སྐྱབས་བཅོལ་ཞུས་བ་ལ་ཞུས་སྟངས་མང་པོ་ཡོད། སྐྱབས་བཅོལ་ཞུས་བ་ལ་ཞུས་སྟངས་མང་པོ་ཡོད། ཡིན་ནས་གཉིས་མར་བོད་པ་ཚོ་གི་ལང་ཀ་སྟོན་བཞག་ཀྱོ་འདི་ག་ལ་དམ་ཚིག་འགྲོ། དམ་ཚིག་གི་མ་བིན་ཇི་ཡོད་མར་ད། དམ་ཚིག་གི་མ་བིན་ཇི་ཡོད་མར། གཉིས་མ་གི་ལང་ཀ་བཟོས་བཞག་ཀྱོ་འདི་ག་ལ་འགྲོ་ནས་ཨ་ནི་ཁོ་རང་ལ་ཤུ་གུ་འདི་རར། ད། ཁོ་རྒྱ་གར་ནས་རེས་ལ་ནས་དམིགས་སུ་བཀར་ནས། འདི་རྒྱུ་མཚན་འདི་ག་རི་སྤྲད་བཞག་ལ་ན། ཁོ་རང་ཉིས་སྟོང་བཅུ་དགུ་ནས་ད་ལྟ་བར་དུ། ཐད་གཏོང་འགའ་ལ་ཨ་ནེ་ཅིག་བཙན་བྱོལ་གྱི་ཆབ་སྲིད་ཐོག་ལ་སྐད་ཆ་ཤུགས་ཆེན་པོ་བཤད་འོས་ཀྱི་དེ་འབྲེལ་གྱི་ཅིག་བཏོན་ནས་ཨ་ནེ་རྡ་རམ་ས་ལ་གཡས་གཡོན་ལ་ཨ་ནེ་ཁོ་རང་ལས་ཀ་བྱེད་ཤ་ཟ་ལ་ཡ་འདྲ་བོ་དང་དེ་འབྲེལ་གྱི་ཅིག་དཔང་པོ་འདྲ་བོ་ཅིག་ངོ་དེབ་ནང་ལ་ཁོ་རང་གི་སྐད་ཆ་བཤད་རྒྱོ་ཅིག་དེ་འདྲས་ཅིག་ཉེན་རྟོག་པ་གྱི་ལག་པ་ལ་གླད་ནས་ར་བ་འདི་གི་སྐད་སྒྱུར་འདི་སྐད་སྒྱུར་ངན་འདི་ཨ་ནེ་བོད་པ་རང་གི་སྒྱུར་ཤག། བོད་སྐད་ནང་ལ་སྐད་ཆ་བཤད་བཤད་ཁོ་གིས། ང་དང་ངས་ང་འདྲ་བོ་བོད་སྐད་ནང་ལོགས་ལ་སྐད་ཆ་བཤད་བཤད། སྐད་ཆ་བཤད་དུས་ཙམ་པ་ལ་འདི་གིས་སྐད་བསྒྱུར་དེ་བོད་པ་ཡིན་ཡིན་པར་བ་སྐད་བསྒྱུར་བཤད་བོད་སྐད་ཐོག་ལ་སྐད་བསྒྱུར་བཤད་རེད་བ་སྐད་དེ་བསྒྱུར། ད། དེ་འདྲ་ཡིན་པ་ར་ཅིག་ཡིན་ན། ངས་ཀྱིས། ག་རེ་བསམ་དགོས་རེད་ལ་ན་ད་དེ་ནི་མ། བསམ་ཚུལ་ཅིག་ཞུས་ཆོག་ཅིག། སྐད་བསྒྱུར་ཁོ་རང་ག་ནས་ཡིན་ན། རེད་བ། བསམ་བློ་བཏང་དགོས་ཡ་སྐད་ཆེན་པོ་དཔེར། འདི་མི་མང་པོ་ཅིག་གི་མི་ཚེ་ལ་ཐུག་འགྲོ་གི་འདུག་འདི་ན་ཞིག་ང་སེམས་ཁྲལ་ག་རེ་གླེ་གི་འདུག་ལ་ན་ཨ་ཙི། སོ་སོ་ཁེ་ཕན་ཅིག་གི་དོན་དག་ལ་སོ་སོ་ལྟ་བ་ལངས་ཕྱོགས་ཅིག་གི་དོན་དག་ལ་ཆབ་སྲིད་ཀྱི་ང་ཚོ་བཙན་བྱོལ་སྤྱི་ཚོགས་ཀྱི་ཆབ་སྲིད་དེ་ཆུན་ཆུན་དེ་གི་རྙོག་དྲ་ཆུན་ཆུན་དེ་གི་དོན་དག་ལ་སོ་སོ་གི་ལྟ་བ་ལངས་ཕྱོགས་དེ་གི་དོན་དག་ལ་མི་ཅིག་གི་བད་ཁོ་རང་པུ་ལིས་ཉེན་རྟོག་པ་ལ་རྩིས་སྤྲད་ནས་ལག་ཁྱེར་ཡང་བཅད་ནས་འཕྲོ་བ་འགྲོ་ཡ་འདྲ་བོ་དང། མི་ཚེ་ཁོ་རང་གཅིག་གོ་མིན་པར་ཁོ་རང་གི་ནང་མི་གང་ཚ་བེད་ཁོ་རང་གཅིག་ཉེན་ཁ་ནང་ལ་བླུག་ཡ་དང། རུ་བ། དེ་འདྲས་ཀྱི་ང་ཚོ་ཆབ་སྲིད་ཚོ་བོ་བརྩེ་དགོས་ཡ་ཡོད་རུ་བས། དེ་འདྲས་ཀྱི་ང་ཚོ་ནད་མ་ཁྱ་བའི་ཆབ་སྲིད་ཀྱི་པར་ཏི་ཡོད་རུ་བས། ང་ཚོའི་ཀྱི་དམངས་གཙོ་ལ་དེ་འདྲས་ཀྱི་པར་ཏི་ཡོད་རུ་བས་ཡོད་མ་རུ་བ། འདི་མེད་དུས་ཙམ་པ་ལ་ད་ཆབ་སྲིད་ཚོ་བོ་རྩེ་ནས་ཁོ་ལ་ད་ཁོ་གི་ནམ་རྒྱུན་ཤེས་དེ་དེ་མང་ཆེ་ད་ཁོ་རང་ཉམས་པ་སླར་གསོ་གི་ཉམས་པ་སླར་གསོ་དང་དེ་འདྲའི་ནང་ལ་ལས་འགུལ་སྤེལ་དེ་ངས་བྱས་རོ་ཨ་ཨན་ད་ད་གི་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལོ་ལ་ག་རེ་འཆང་གི་ཡོད་མེད་རྙོག་དྲ་ག་རེ་བྱུང་གི་ཡོད་མེད་འདུ་འཛོ་ལ་ཨ་ནི་ཅིག་ཁོ་རང་གི་འདི་ལ་དགག་པ་ཤུགས་ཆེན་པོ་བརྒྱབ་དེ་ངས་ཅིག་དང་དངོས་གནས་ཁོ་རང་གི་དམངས་གཙོ་བོད་སྤྱོད་བྱེད་ནས། རོ། ཐོབ་ཐང་ཚང་མ་བེད་སྤྱོད་བྱེད་ནས་རོ། ཤེས་དེ་ངས་དེ་ལ་ཁ་བཀག་ཡག་གི་ཆེད་དུ། ད། ཉེན་རྟོག་པ་ལ་རྩིས་སྤྲད་ནས། རོ། ཉེན་རྟོག་པ་ལ་རྩིས་སྤྲད་ནས། རོ། ཉེན་རྟོག་པ་བོད་སྐད་ཤིང་མ་ར། ཁོ་གི facebook live དེ་ང་ག་བ་ལ་དོག་པ་ཟ་གི་འདུག་ལ་དོག་པ་ད་ག་རང་ག་ལ་རེད་ཁོ་རང་ཡིན་ན་ཡི་ད་ག་རང་དེ་བོད་པའི་གི་བྱི་ཤ་རྒྱོག་གི་ལས་ག་རེད། རོ། དེ་འདྲའི་ཐབས་རྡུག་གི་ལས་ག་དེ་བོད་པའི་གི་བྱི་ཤ་རྒྱོག་རེད་ལ་ནི་རོ། ཁོ་རང་རང་གི། ཡིད་ཆེས་བྱེད་གི་འདུག་ངོས་ལེན་བྱེད་གི་འདུག་རོ། ད་དེ་འདྲས་ཡིན་ན། སུད་ནང་ལོགས་ལ་བཞུགས་ཡོད་ངེས་ཀྱི། དམིགས་བསལ་གྱི་ཡུ་རོབ་ཁག་ལ། བོད་པ་ཡིས་བོད་ནས་ད་གླེང་ཡིན་བྱས། བོད་ནས་གླེང་ངེས་ཚོ་ལ་གོ་རོ། བོད་ནས་གླེང་ཡིན་བྱས་ཤུ་གུ་ར་ངེས་ཚོ་རོ། ད་ཚང་མ་ཉེན་ཁ་ན་བླུགས་ཚར་ད། ཁྱོད་རང་ཚོ་ལ་གནོད་སྐྱལ་ལ་དཔེ་དུམ་འདེའུ་ཆགས་ཚར་ཏོ། ཁྱོད་རང་ཚོ་རང་གི་མི་གི་གནོད་སྐྱེལ་གྱི་འདུག་བ། འདི་ཡིན་དུས་ཙམ་པ་ལ་འདི་ཐབས་སྐྱོ་པོ་ཞུ་གཅིག་གི་ལས་ཀ་ང་དངོས་གནས་ཁོ་རང་དེ་འདྲའི་འདྲ་བོ་ཅིག་ད་ཀུན་སྤྱོད་གསུམ་སོ་སོར་འདྲ་ལ་བྱེད་ས་མ་རེད་སོ་སོ་གི་ནང་མི་སེ་ཤ་ན་ཡི་རུ་བ་དེ་འདྲའི་གི་འདུག་བྱ་ད་ངས་བྱེད་ས་མ་རེད་བསམ་བསམ་འདྲ་བོ་ཅིག་གི་དེ་འདྲའི་གི་འཚོ་བ་ཤུགས་ཆེན་པོ་སྐྱེལ་དུས་ངས་ཅིག་ད་ང་བོད་པ་ལ་དུས་ཙམ་པ་ལ་ཤ་ཞེན་ཤུགས་ཆེན་པོ་ཡོད་ངས་ཅིག་ད་འདི་བྱེད་ནས་ངས་ད་རིང་འདི་བོད་པའི་གི་བོད་ཆས་གྱོན་ཡ་འདི་ཇོ་བོ་རོན་པོ་ཚེ་ཚོ། ནང་མི་གཅིག་གིས་མི་ཚེར་འགྲོ་སྟངས་མེད་པ་བཟོས་སོང། ག་རེ་བྱས་ནས་བཟོས་རེད་ལབ་ན་བོད་སྤྱི་པ་དང་བསྟན་པ་ཆབ་སྲིད་ཀྱི་དོན་དག་ལ་སྐད་ཆ་བཤད་ནས་བོད་སྤྱི་བ། འདི་ནང་ལོགས་ལ་ང་ཚོ་དམངས་གཙོ་ཡོད་ལབ་ནས་རྒྱ་མི་ལ་ངོམ་བསྡད་དེ་ང་ཚོ་གཞུང་ལ་ཁ་བརྡའི་ལྕགས་ཕྱོགས་ཡོད། གཞུང་ལ་སོ་སོ་མ་དགའ་ན་ང་ཚོ་ཁ་བརྡའི་ལྕགས་ཕྱོགས་ཡོད་ལབ་ནས་རེད་བ་དེ་འདྲའི་གི་ཨ་ནི་ག་ལ་འོ་རེད། དམངས་གཙོ་བོད་གཅོད་བྱེད་ངེས་ཀྱི་མི་གཅིག། གཅིག་བྱས་ན་ནི་འདི་རྒྱ་མི་སོག་པ་ཡིན་སྲིད། རྒྱ་མི་གིས་བོད་པ་ནང་ལུགས་ལ་འཁྲུག་ཡག་གི་ཆེད་དུ་བྱེད་སྲིད་རོ། འདི་ཡིན་དུས་ཙམ་པ་ལ་ད་རིང་ཡུ་རོབ་ཁ་ལ་བཞུགས་ཡོད་པའི་གི་བོད་པ་ཚོ་གི་དངོས་གནས་ཁོ་རང་འདི་ལྷོད་ཡང་མ་ཤོར་བ་ཅིག་གཏམ་ཚེ་གི། ཁོ་རང་ད་ཅིག་ངར་བཞུགས་ག་ལ་ངར་རྒྱས་ག་ལ། ང་འགྲོ་བ་ར་ཅན་ཡིན་ན་ང་ཁྱི་གོ་འགྲོ་གི་མེད་ད་ཨ་ཟ། ངེད་གི་ཚང་མ་ཁྲི་འགྲོ་གི་ཡིན་སྲིད་རོ། ཁོ་རང་གི་ནམ་རྒྱུན་དོག་པ་ཟ་དེ་ཟ་ཁོ་རང་གི་ནམ་རྒྱུན་ཅིག་ཁ་བཏད་བཅག་དེ་ཟ་ཁོ་རང་གི་མ་དགའ་ཟ་དངོས་གནས་ཁོ་རང་འདུ་འཛོ་ཚང་མ་ཁྲི་འགྲོ་གི་ཡིན་ལ་ནི་ཁོ་རང་གི་ངར་ཤུགས་ཅིག་ག་ལ་ལ་ཡོད་འདུག་ངས་ཁོ་རང་དེ་འདྲ་བྱེད་ཀྱི་རེད་བསམ་གྱི་མི་འདུག་རོ། ངས་ཁོ་རང་དེ་འདྲ་བྱེད་ཀྱི་རེད་བསམ་གྱི་མི་འདུག་ཁོ་དེ་འདྲ་བྱེད་ཡས་ཀྱི་དངོས་གནས་ཁོ་རང་མི་ག་ལ་བོར་ཐེབས་ཆག་ཅིག་མ་རེད་རོ། ཁོ་ལ་ཏེས་ཅིག་བོད་པ་ཡིན་ལ་ནི་ཤ་ཚ་ཡོད་ངེས་ཅིག་དང་བོད་པ་མང་པོ་དམིགས་བསལ་གྱི་ལྟ། ཁོ་རང་གི་བསམ་བློ་བཏང་ཕྱོགས་དེ་ནམ་རྒྱུན་དུ་ང་ཚོ་གི་ལྟ་འདི་གོ་རོ། དེ་ཡིན་དུས་རྩམ་པ་ལ་ཁོ་རང་གིས་འདི་འདྲ་བྱས་ཡས་ཀྱི། འདི། ག་ལ་བོར་ད་ད་རིང། དམག་དང་མ་སོན་ན་ཁྱོད་རང་ཚོ་གི་མགོ་བཙུགས་ཚར་སོང་ཟུ་ཁོ་ཐར་གྱི་ཡིན་ལ་ཡས་ཀྱི་ཡོད་རོ། ཡིན་ནས་ང་ཚོ་བོད་པ་གི་ག་རེ་རྒྱབ་སྐྱོར་བྱེད་དགོས་འདུག་ཟུ་ད་འདྲ། ང་ཚོ། འཛམ་བུ་གླིང་ག་བ་ལ་བཞུགས་ཡོད་ན་ས་ཕྱོགས་ག་བ་ལ་བཞུགས་ཡོད་ན་ང་ཚོས་གི་ག་རེ་རྒྱབ་སྐྱོར་བྱེད་དགོས་འདུག་ལ་ན་དཔལ་འབྱོར་གི་ཐོག་ནས་རྒྱབ་སྐྱོར་བྱེད་འོ་མི་འདུག་ད་འདྲ། གནས་སྐབས་རིང་ལ། ང་རང་ཁ་ཐུག་སྐད་ཆ་བྱུང་སོང་ངེད་ཀྱི་དཔལ་འབྱོར་གྱི་ཐོག་ནས་རྒྱབ་སྐྱོར་བྱེད་དགོས་བས་གན་འདྲེ་བྱེད་དགོས་བས་མི་འདོད་ང་རང་ཁ་ཐུག་ཁོ་རང་སྐད་ཆ་བཤད་ང་དངོས་གནས་ཁོ་རང་ང་བོད་པ་གཅིག་ཡིན་པའི་ཆ་ནས་ལ་ཡིན་ད་ཁོ་ང་གཉིས་ལྟ་བ་འདྲ་བོ་གཅིག་དང་ཁོ་ང་གཉིས་སྐད་ཆ་མཚམས་མཚམས་ང་གཉིས་མཐུན་གྱི་མ་རེད་སྐད་ཆ་རོ་ཁོ་ང་གཉིས་སྐད་ཆ་མང་པོ་གཅིག་མཐུན་གྱི་མ་རེད་ཡིན་ནས་ཡང། ང་བོད་པ་ཅིག་ཡིན་པའི་ཆ་ནས་རེད་བ་ང་རང་ངོ་ཆོ་ནས་ག་རེ་བྱེད་ཐུབ་ཐུབ་མི་འདུག་ངེད་ཀྱི་ཐབས་ཤེས་གང་ཡོང་ཅི་ཡོང་གི་བྱེད་ནས་རེད་བ་ཁྱོད་རང་ལ་དཔལ་འབྱོར་གྱི་དཀའ་ངལ་འཕྲད་ཀྱི་འདུག་བས་ཁྱོད་རང་ལོ་ཡར་ཡག་པོ་ཅིག་གླ་ཞོ་བས་མི་འདུག་ལོ་ཡར་ལ་གལ་སྲིད་དེ་འདྲས་ཀྱི་དཔལ་འབྱོར་དཀའ་ངལ་འཕྲད་བ་ར་བྱས་ན་ང་ཚོ་བོད་པ་ཚང་མ་དེ་བསྡད་ཡོད་ད་ཁྱོད་རང་ལ་དངོས་གནས་ཁོ་རང་ཁ་ཡོད་ལག་ཡོད་ཡིན་ད་ང་ཚོ་ཚང་མས་ཀྱི་རྒྱབ་སྐྱོར་བྱེད་ཀྱི་རེད་འདི་ན་གཞིན་གྱི་དམིགས་བསལ་གྱི་སྡེ་བ་ལ་ཅིག་གི་ཉམས་པ་སླར་གསོ་གྱི་ལས་ཀ་བྱེད་དེ་ངེད་ད་འདུ་འཛི་གི་རེད་བ་དམིགས་བསལ་གྱི་འདི་ག་ལ་དོ་སྣང་བྱེད་ཀྱི་རེད་བསམ་གྱི་འདུག། རོ་ཡ། དེ་ཡིན་དུས་བརྩམས་པ་ལ་རོ། ཁོ་རང་རྩིས་ཤེས་དེ་ད་རིང་དང་པོ་ཆགས་རེད་ད་རིང་དང་པོ་དེ་ལ་ང་ཚོ་རྒྱབ་ཆུ་ནས་མ་ལོ་ནས་རོ། ཁོ་རང་སྤྱི་ཁོག་གི་རྙོག་དྲ་མ་རེད་དེ། སུས་ལ་དེ་ངེད་ཀྱི་བོད་པ་ཚང་མེད་ཀྱི། བོད་པ་བརྒྱ་ཆ་བརྒྱ་ནས་དགུ་བཅུ་གོ་ལྔ་གང་ཟག་གི་དཀའ་ངལ་རེད་དེ། ད་རིང་བོད་པ་གཅིག་ལ་ཆགས་རེད་རོ། ད་རིང་དེ་ང་ཚོ་ཆབ་སྲིད་དང་འབྲེལ་བ་མེད་ད་ད་རིང་ང་ཚོ་བོད་པ་གཅིག་ལ་ཆགས་རེད། ཇོ་བོ་རིན་པོ་རོ། ངེད་ཀྱིས་འདི་ཅིག། ཁོ་རང་གི་ལྟ་བ་ལངས་ཕྱོགས་ཁ་ཁ་ཡིན་ཙང་འདི་ཚང་མ་དེ་འདྲས་རེད་ལབ་ཀྱི་མེད་ད། མི་ཚང་མ་དེ་འདྲས་མ་རེད། རོ། སྲིད་སྐྱོང་སྤེན་པ་ཚེ་རིང་ལ་རྒྱབ་སྐྱོར་བྱེད་ངེས་ཡིན་ན་འདྲ་ཚང་མ་དེ་འདྲས་མ་རེད་ང་སྐད་ཆ་བཤད་ཡིན་ཟུར་ལ་མང་པོ་བྱེད་ལ་སྐད་ཆ་བཤད་ཡིན་ཁྱོད་ཚོ་རྒྱབ་སྐྱོར་དུ་འཛུགས་ཀྱི་བྱེད་སྟངས་ཨེ་འདྲས་ཡིན་ས་རེད་ད་ཁོ་ལ་དེར་མ་གཏོགས་གཞན་པ་ནི་བྱེད་ངེས་ཡོད་མ་རེད། གང་ཡིན་ཟེར་ན་ཁོ་གིས་འདིའི་སྐོར་ལ་སྲིད་སྐྱོང་ལ་ཁ་བརྡའི་བསྐྱངས་ཆ་བཅག་ནས་ཁ་བརྡའི་བསྐྱངས་ཆ་བཅག་ནས་ད་འདི་ལ་ནས་དམག་ཆགས་ནས་བྱེད་སྐྱོ་རེ་ཡིན་གྱི་རེད་རོ། འདི་མ་གཏོགས་ང་ཚོ་དོགས་པ་གང་བཀུར་ཅི་མེད་ལ་ནས་རོ། གཏམ་ཚེ་ལ་ཡོད་གཏམ་ཚེ། གཏམ་ཚེ་སུས་ནས་རོ། ད་ང་ཚོས་ཀྱི་དོགས་པ་ད་ག་རང་ག་ལ་མ་གཏོགས་བྱེད་ཀྱི་འོག་མ་རེད་ཁོ་རང་ཡིན་ན་ཡི་དོགས་པ་ད་ག་རང་ག་ལ་བྱེད་ཀྱི་འདུག་ཁོ་གིས་ཁ་བརྡའི་བཅག་ས་གཞན་པ་ཁོ་ཁ་དྲ་སྣ་དྲ་སུ་བཅས་ལ་ཁྱིམ་མཚེས་ལ་ཡི་ཁ་དྲ་སྣ་དྲ་བསགས་མ་མྱོང་སུས་ལ་ལོ་བཅོ་ལྔ་སླེབས་སོང། ད་ལྟ་བར་དུ་ཁ་བྲ་སྣ་བྲ་བསགས་མ་མྱོང་ཟེར་རོ། ཡིན་ནས་དོགས་པ་དེ་འདྲ་བྱེད་ཀྱི་འདུག་འདི་བྱེད་དུས་ཙམ་པ་ལ་རོ། ངས་ཚང་མ་རེད་ལབ་ཡི་མེད་རོ། བསམ་ཤེས་ཡོད་ངེས་མང་པོ་ཡོད་རོ། ཡིན་ནས་ལངས་ཕྱོགས་ཁ་ཁ་ཅིག་དང་བསམ་བློ་བཏང་བཏང་ཁ་ཁ་ཅིག་དང་སྤེན་པ་ཚེ་རིང་གི་རྒྱབ་སྐྱོར་ལབ་རོ། འོན་ཏེ་བསམ་བློ་བཏང་བཏང་ཁ་ཁ་ཅིག་དང་ལངས་ཕྱོགས་ཁ་ཁ་དང་ངས་ཚང་མ་རེད་ལབ་ཡི་མེད་ད། ཡིན་ནས་དངོས་གནས་ཁོ་རང་མིག་བཙུམ་ནས། བསམ་བློ་ཆུ་ནས་མེད་སྐྱོ་མི་གཞན་པ་གིས་བླུན་པོ་ཆུ་ནག་ག་དྲིས་ལ་ནས་ཁྲིད་འགྲོ་ཡས་ཀྱི་མི་འདུག་ཛོ་རོ། བརྒྱ་ཆ་བརྒྱ་ནས་བརྒྱ། དེའི་རྒྱབ་ལོགས་ལ་དེའི་ཡོད་ཀྱི་རེད་རོ། ད་འདི། སུས་ཀྱི། ད་ལྟ་བར་དུ་སྐྱབས་བཅོལ་རག་ཚར་རྒྱུ། ཁྱོད་རང་ཚོ་ལོ་ཉི་ཤུ་བསྡད་ཡོད་ན་ཡི་ཁྱད་པ་ཡོད་ས་མ་རེད་ད་ཁོ་ལོ་བཅོ་ལྔ་བསྡད་ཚར་ཤག་ད་རིང་སྐྱབས་བཅོལ་གྱི་ཤུ་གུ་དེ་ཡར་འཕྲོག་ཚར་ཤག་ཉི་མ་གསུམ་ནང་ལོ་ལ་ཡར་བསྡུ་ཡས་རེད་ཤག་ད་རི་བདུན་ནས་ཡི་གེ་སླེ་ཚར་ཤག་ད་རི་བཅུ་ལ་ཡར་བསྡུ་ཡས་རེད་རོ། འདི་ཡིན་དུས་ཙམ་པར་ལ་ངེད་ཀྱིས་ད་ལྟ་དཀའ་ངལ་དེ་ཆབ་སྲིད་ཀྱི་ཐོག་ནས་དཀའ་ངལ་ཤེས་ཀྱི་མེད་ད། ངས་བོད་པ་ཅིག་ཡིན་པའི་ཆ་ནས་སུའི་ནང་ལོགས་ལ་བོད་པ་ཅིག་ཡིན་ཚར་བའི་རྗེས་ལ་ཁྱོད་རང་ཚོ་ཚང་མ་དགུ་བཅུ་བཏང་ཡས་ཟོས་ཤག་སྟ། ངས་དེ་དཀྲུགས་ཤིང་རྒྱག་གི་མེད་དངོས་ཡོད་གནས་སྟངས་ཤིག་ཡོད་ལོ་བཅོ་ལྔ་འདས་མགྱོགས་ཀྱི་མི་ཅིག་ལ་སྐྱབས་བཅོལ་རག་ཚར་ནས་སྐྱབས་བཅོལ་ཡག་ཁྱུ་ཞུ་ལ་ནས་ཉི་མ་གསུམ་ནང་ལོགས་ལ་ཁྱུ་ཞུ་ལ་ནས་རོ་བ་ཡག་འཕྲོག་ཡག་དེ་འདྲས་དཀའ་ངལ་བཟོས་ཐུག་གི་ཡོད་ན་སུའི་ནང་ལོགས་ལ་སུ་ཕི་རི་ཆག་སྟ། སུའི་ནང་ལོགས་ལ་དེ་ངས་རོ་བ་ཁྱོད་ཚོ་ལུང་པ་ཆུན་ཆུན་རེད་མཐུན་རྐྱེན་ཡག་པོ་རེད། རེད། དོན་གནད་ཡག་པོ་རེད་དམག་མི་ལ་དམིགས་བསལ་གྱི་ལུང་པ་མཆོད་མཆོད་ཡིན་དུས་ཙམ་པ་ལ་སྤྲོད་བྱས་ཡག་པོ་ཡོད་རེད། དེ་ཡིན་དུས་ཙམ་པ་ལ། ད་བོད་པ་ཚང་མ་དཀའ་ངལ་ནང་བླུགས་སོ། འདི་ལང་ཀ་སྟོད་ངན་དེ་སུ་རེད་ད། Facebook ལ་ཁྲིད་ཡོང་ངན་དེ་སུ་རེད། མི་གཅིག་གཉིས་གཅིག་གི་ལས་ཀ་རེད། མི་གཅིག་གཉིས་གཅིག་གི་ལས་ཀ་རེད། ཡིན་ནས་ང་ཚོས་ཀྱི་ག་རེ་བྱེད་ཐུག་གི་རེད། Freedom of the Swiss ནང་ལོགས་ལ་དངོས་གནས་ཁོ་རང་ཁྱེད་རང་ཚོ་གི་ཨ་ནེ་ཅིག་འདི་འདྲའི་ཁྲིམས་དང་འདི་འདྲའི་ག་ལ་ཡག་པོ་ཡོད་ངེས་རྒྱབ་སྐྱོར་ཡོད་ངེས་རྒྱབ་ལྗོངས་ཡག་པོ་ཧ་གོ་ངེས་འགྲོ་སྟངས་འགྲོ་ལུགས་ཤེས་ངེས་སྐད་ཡག་པོ་ཤེས་ངེས་འདུ་འཛུགས་ཀྱི་བརྒྱ་ཆ་བརྒྱ་ནས་བརྒྱ། Freedom of Information Information ལེན་ཡས་ཡོད། སུས་ཀྱིས Report བྱེད་ཀྱི་འདུག་ག་འདྲས་བྱེད་ཀྱི་འདུག་གཅིག་བྱེད་ན་རྒྱ་མིས་གསོ་བ་ཡིན་སྲིད་བོད་པ་ནང་ལོག་ལ་དཀྲུག་ཡས་ཀྱི་ཆེད་དུ་ད་ག་རང་ད་འདྲས་ཀྱི་རྙོག་དྲ་ཡོང་བསྡད་ཡས་ཀྱི་དུས་ཚོད་དེ་འདྲས་ཅིག་ག་ལ་ཁོ་ལ་དེ་འདྲས་ཅིག་གི་དཀའ་ངལ་སྤྲད་ཡས་ཀྱི་མི་འདུག་འདི་བོད་པ་ནང་ལོག་ལ་དཀྲུག་ཤིང་ཡིན་སྲིད་རྒྱ་མིས་གསོ་བ་ཡིན་སྲིད།

རོ། སུས་ཀྱིས་རྒྱབ་སྐྱོར་བྱེད་ཀྱི་ཡོད་ན་ང་རང་ཚོ་འདི་པ་ར་ལ་བློ་ཤེས་ཡ་འདྲ་བོ་ཅིག་དང་འོས་བསྡུ་ནས་བྱས་ནས་ད་ལྟ་བར་དུ་བློ་ཤེས་ཡ་འདྲ་བོ་ཅིག་དང་ང་ཚོ་ལ་དཀའ་ངལ་འཕྲད་བསྡད་ཡ་འདྲ་བོ་ཅིག་དང་ང་ཚོ་ལ་ཅིག་ད་ལྟ་ད་ལྟ་བར་དུ་ཅིག་ནང་ལོགས་ལ་ལྟས་རྙོག་དྲ་ཡོང་བསྡད་ཡ་དང་རྡ་རམ་ས་ལ་ནང་ལོགས་ལ་ཅིག་ཟི་ང་ཟི་ངེ་ཆགས་བསྡད་ཡ་དང་སྐུ་ངོ་སྲིད་སྐྱོང་སྤེན་པ་ཚེ་རིང་ག་དང་འདི་ག་ལ་ལབ་རྒྱུ་ལེན་རྒྱུ་ཡོང་བསྡད་ཡ་དང་ཚོ་ཚང་མ་རོ། ཚང་མ་ཁྱེད་རང་ཚོ་སུ་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་ན། སུད་སི་ལ་དེ་ངའི་ཡིན་པ་ར་ཅན་ཡིན་ན་ཁྱོད་རང་ཚོ་སུ་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་ན། ཁྱོད་རང་ཚོ་ཚང་མ་ཉེན་ཁ་ནང་བླུགས་སུ་དང། ད་རིང། མི། ཁོག་པ་མེད་སྐྱོག། ལུང་པ་ལ་ཤ་ཞེན་མེད་སྐྱོག་མི་རིགས་ལ་ལ་རྒྱ་མེད་སྐྱོག་འདི་འདྲས་ཅིག་གི་རོ་གཏམ་ཚེ་ཁོ། ཁོ་རང་གཅིག་གོ་མ་རེད་ནང་མི་ཚང་མ་ལ་དཀའ་ངལ་སྤྲད་ཚར་རེད་ད། རོ། ཡིན་ནས་གཏམ་ཚེ་ཁོ་རང་འདྲ་བོ་ཅིག་ཡིན་ན་རོ། Deportation ག་བ་ལ་བཏང་བ་ར་ཅན་ཡིན་ན། རོ། ཁོ་མི་ལ་དཀའ་ངལ་དྲིས་ཀྱི་མ་རེད་ཁ་ཆེན་བླ་ན་ཁོ་ལ་ལྷག་བསམ་ཡོད་དྲང་བདེན་ཡོད། ཁོ་བོད་སྤྱི་པ་གི་ཆེད་དུ་ལས་ཀ་བྱེད་ངེས་མེད་ཅིག་རེད་ང་ཚོ་བོད་མི་མང་གི་དེ་འདྲས་ཁོ་ལ་ཅིག་གྱོང་རག་བཅུག་གི་མ་རེད་ང་དེ་འདྲས་སུའི་མི་དང་དངོས་གནས་ཁོ་རང་སུའི་ནང་ལོག་ལ་དེ་ངས་བོད་རུས་སྤུན་ཟླ་ཚང་མ་ལ་རོ་ངེད་ཀྱི་འདི་ནས་འབུལ་རྒྱུ་ཞུ་གི་ཡོད། བོད་པ་ཅིག་ཡིན་པའི་ཆ་ནས་གཏམ་ཚེ་ག་བ་ལ་ཕྱོགས་བྱེད་ཀྱི་ཡོད་ན་འདྲ་ག་བ་ལ་ཁོ་རང་གི་ཆབ་སྲིད་ཀྱི་ལངས་ཕྱོགས་ག་བ་ཡིན་ན་འདྲ་ག་འདྲའི་འདྲ་བོ་ཅིག་ཡིན་ན་འདྲ་བ་འདི་ལ་མ་གཟིགས་བ་ཐོག་ནས་ད་རིང་ང་ཚོ་བོད་པའི་གི་སུད་ནང་ལོགས་ལ་སྐྱབས་བཅོལ་ཞུས་ནས་བསྡད་ངན་ཚང་མ་ལ་ར་བ་ཆབ་སྲིད་དེ་ཕག་ཞག་བཙན་བྱོལ་བཙན་བྱོལ་ག་ལ་བ་རེད་ད་ང་ཚོ་སུད་ནང་ལོགས་ལ་སྐྱབས་བཅོལ་ཞུས་ནས་བསྡད་ངན་ཚང་མ་ཉེན་ཁ་ནང་བླུགས་ཚ་ས་ད། ང་ཁེ་ན་དྲ་ལ་བསྡད་ཡོད་རོ་དྲང་པོ་ལབ། དེ་འདྲས་ཀྱི་དཀའ་ངལ་ཅེས་མེད། ང་རྒྱ་གར་ནས་སྐྱེས། ངའི Passport ཁོ་རང་ནང་ལ་རྒྱ་གར་བྲིས་ཡོད། ང་རྒྱ་གར་ནས་ཡིན་ལབ་ཡོད་རོ། ངས་ཀྱི་ཁེ་ན་དྲ་གྱི Passport ཁོ་རང་ནང་ལོགས་ལ་རྒྱ་གར་བྲིས་བཞག་ཡོད། སྐྱེས་ས་ག་བ་ཡིན་ལབ་དུས་རྒྱ་གར་བྲིས་བཞག་ཡོད་ང་ཚོ་ལ་དཀའ་ངལ་དེ་འདྲས་ཡོད་མ་རེད་རོ། རྒྱ་གར་ནས་ཡིན་དང་མ་ཡིན་ལ་ཡ་དེ་དཀའ་ངལ་འདི་ཡོད་མ་རེད། ཡིན་དུས་ཙམ་པ་ལ་རོ། དེ་འདྲས་ཀྱི་དངོས་གནས་ཁོ་རང། མི་སུ་གི་ག་རེ་བྱིས་བ་ར་བྱེད་ན་བྱིས་རོགས་བྱེད། དགའ་བསུ་ཞུ་གི་ཡིན་ད་དགའ་བསུ་ཞུ་གི་རོགས་ཡིན་ནས་དངོས་གནས་ཁོ་རང་ཐབས་སྐྱོ་བོ་ང་ད་ཅིག་སྤྱི་ཚོགས་དྲ་རྒྱ་ག་ལ་བྱས་ཨོ་ཁོ་རང་ལ་ཞེད་སྣང་མེད་ན་ད་མི་གཞན་པ་དེ་འདྲས་ཁོ་རང་ལ་ཅིག་བྱེད་གི་རེད་བསམ་ཡ་དེ་འདྲས་ཀྱི་ང་ལ་དེ་འདྲས་བསམ་ནས་ངའི་ཤེས་ཁོག་རེ་བསམ་པ་རེ་ཡོད་ན་ཁྱོད་རང་ཚོ་གི་དོགས་པ་གཙང་མ་བཟོ་ཡ་ལ་དེ་ག་རེ་བྱེད་ཡ་ཡོད་ན་རོགས་ག་བ་ལ་ཤོག་ལ་བ་ར་བྱེད་ན་ཡོང་ཡ་ཆ་ཤེས་ཡོད་རོགས་ག་རེ་བྱེད་ཐུ་ན། བྱི་རོ། བྱི་རོ། སེམས་ཁྲལ་ཆོད་ནི་མེད། དེ་འདྲས་ལ་ང་སེམས་ཁྲལ་བྱེད་ངེས་མེད། རོ། དངོས་གནས་ཁོ་རང་ངེད་དག་ཟས་གོ་ཆོད་ན་ང་ཟས་འཐུང་ངེས་ཀྱི་མི་ཅི་ཡིན། བྱི་བོ་རིང་པོ་ལ་ཡིན། ངེད་དག་ཟས་གོ་ཆོད་ན་ང་ཟས་འཐུང་ངེས་ཀྱི་མི་ཅི་ཡིན། རོ། ད་རིང་ང། འདི་ནི་མ། སྐད་ཤུགས་མཐོན་པོ་ག་ནས་ཤེས་གོ་ཡ་དེ། བོད་ཆས་ཅིག་གྱོན་ནས། ང་བོད་པ་ཅིག་གི་ལ། བོད་པ་ཅིག་གི་ནང་མི་ང་འདི། ཅིག། གཏམ་ཚེ་དང་ཁོང་ཚོ་སྐུ་ངོ་སྐྱེས་ཐོག་ལ་རྒྱབ་སྐྱོར་བྱེད་ངེས་རེད་ལ་ནི་ང་འདི་འདྲས་བྱེད་ན་རྒྱབ་སྐྱོར་བྱེད་བ་མེད། རོ། ང་དེ་འདྲའི་རྒྱབ་སྐྱོར་བྱེད་པ་མེད་ང་སུ་བཅས་ཚོགས་པ་རྐང་གཅིག་གི་ནང་ལོགས་ལ་ང་འཛུལ་གི་མེད་རོ་ང་རང་གི་ཚོགས་པ་ཚོགས་པ་ལ་ན་རོ་ང་རང་ཆུན་ཆུན་ག་ནས་ཟ་ས་བཏུང་ས་བསད་ར་བྱེད་གི་གོམ་པ་གི་དེ་ལ་ང་ཚོ་ཅིག་ཆབ་སྲིད་དང་གང་དཀོན་ཅིག་འབྲེལ་བ་མེད་བའི་ཐོག་ནས་ཆོས་ཕྱོགས་གི་ཐོག་ནས་འབྲེལ་བ་བྱེད་ས་ཅིག་ཡོད་རེད་འདི་གཅིག་གོ་གཅིག་ལ་ང་རང། Whatsapp Group ནང་ལ་འདི་དང་ལ Join བྱས་ཡོད་མ་གཏོགས་རོ་གཞན་པ་ག་བ་ཀུ་ཅིག་ང་དེ་འདྲའི་གི་རྙོག་གླིང་བཤད་ས་དང་དེ་འདྲའི་གི་ཅིག་ཆབ་སྲིད་གི་ཐོག་ནས་སྐད་ཆ་བཤད་ཡ་དེ་ཚོ་ཚང་མ་ལ་རོ་རྒྱུ་མཚན་ག་རེ་བྱིན་འཛུལ་གི་མེད་ལ་བ་ར་བྱིན་ན་རྒྱུ་མཚན་ག་རེ་བྱིན་འཛུལ་གི་མེད་ལ་བ་ར་བྱིན་ང་རང་གི་ག་རེ་བཤད་པ་དེ་ཚང་མ་ང་རང་གི་འགན་གི་མི་ཅིག་གི་ཨམ་ཅོ་ནང་ནས་བླུག་རྒྱོག་མིན་པ་ང་རང་རང་གི་ཉམས་ཞིབ་བྱེད་ནས་སྐད་ཆ་བཤད་ཐུབ་ཡ་གི་ཐབས་ཤེས་བྱེད་གི་ཡོད་འདི་བཤད་བ་ར་བྱིན་ཡིན་ན་ངེད་གི་འདི་གི་ཐུ་བེན་གསོད་གི་རེད་བསམ་གི་འདུག་རོ། འདི་ལ་ལྷད་མེད་བའི་ཐོག་ནས་རོ་ཐུ་བན་གསོད་གི་རེད་བསམ་གི་འདུག་དེ་སེམས་ཤུགས་ཆེ་ནས་ཤེས་ཀྱི་ཡོད་རོ། ཡིན་ནས་ང་ཞེད་སྣང་ཆུ་ནས་མེད་ད་ད་རིང་གཏམ་རྩེ་ལ་བྱུང་ཞར་ལ་ཡལ་གྱི་ཡོད་རོ། ང་ག་རེ་ཞེད་སྣང་སྐྱེ་གི་འདུག་ལ་ན། ཁྱེད་རང་ཚོ་ཡང་སྐྱོ་ལ་ཡོད་ད་ང་ག་རེ་ཞེད་སྣང་སྐྱེ་གི་འདུག་ལ་ན། ད་རིང། ཁྱེད་རང་ཚོ་ད་ལྟ་མི་གསར་པ་མང་པོ་གླས་ཡོད་ན་སུའི་སྐོར་ཤེས་ཀྱི་ཡོད་ན་བསམ་གཟིགས་ཀྱི་རོ། ད་ལྟ་ངས་བཤད་ཡས་ཀྱི་སྐད་ཆ་དེ་གཏམ་རྩེ་རོ། གཏམ་ཚེ་སུས་ནས་དྲ་རྒྱའི་ཐོག་ལ་ཐད་གཏོང་ག་ལ་སྐད་ཆ་བཤད་ངེས་ཅི་རེད་ཁོ་རང་གི་སྐད་ཆ་དེ་ཉིས་སྟོང་བཅུ་དགུ་ནས་འགོ་བཙུགས་རེད་བ་སྐུ་ངོ་སྐྱེ་རྡོ་ལ་ལ་རྒྱབ་སྐྱོར་བྱེད་ནས་ཨ་ནི་ཁོ་རང་གི་དེ་ནས་བྱེད་ནས་འགོ་བཙུགས་ནས་ཁོ་རང་གི་ད་སྐད་ཆ་དེ་འགོ་བཙུགས་རེད་བ་ཐད་གཏོང་ག་ལ་བཤད་ངེས་ང་ད་དྲ་བོ་ད་ག་རེ་བཤད་དགོས་རེད་ལ་ན་ཁོ་རང་གི་བསམ་ཚུལ་ག་རེ་ཡོད་བ་དེ་ང་ཚོ་དམངས་གཙོ་ཡང་དག་པ་ཅིག་གི་ཨ་ནི་ལུང་ག་ལ་འོ་རེད་དམངས་གཙོ་ཡང་དག་པ་ཅིག་གི་རྒྱལ་ཁབ་ཀྱི་ད། ངོ་བོ་ཅིག་སིམ་ནི་རུ་བ། བོད་ལ་ཡ་ཅིག་བཙན་བྱོལ་སྤྱི་ཚོགས་ལ་ནི་རུ་བ་ངོ་བོ་ཅིག་སིམ་ནི་རུ་བ་འདི་དམངས་གཙོ་དེ་བོད་སྤྱོད་བཏང་གོ་ཁོ་གི། དམངས་གཙོ་དེ་བོད་སྤྱོད་བཏང་གོ་རུ་བ། དམངས་གཙོ་བོད་སྤྱོད་བཏང་སྐྱོ་དེ་ཨ་ནི་ཁོ་ལ་ད། ཁ་བཙུམས། བསད་གོ། ང་ལ་ཡི་མང་པོ་ལ་བསད་གོ་ད་གཏུབ་གོ་ད་གྲ་ལོ་ད་མང་པོ་ལ། ངས་ཁྱོད་ནི་རང། སྣང་མེད་བཏང་གོ། སྣང་མེད་བཏང་གོ་རུ་བ་སྣང་མེད་བཏང་གོ། ཡིན་ནས་ཡང། ཡིན་ནས་ཡང། རེད་བ། དངོས་གནས་ཁོ་རང་ད་ལྟ་བར་དུ་སྒོ་འགྲམ་ལ་གླེང་ངེས་མི་གཅིག་བྱུང་མ་སོང། ཁ་ཐུག་ཁ་ཐུག་ནས་རེད་བ་ཁྱོད་རང་འགྲིག་མི་འདུག་མི་འདི་ལྟ་ཞོག་ལ་ངས་དེ་འདྲ་ཉི་མ་གཅིག་གླེང་མ་སོང་དེ་འདྲ་གཅིག་ཡོང་རོགས་བྱེད་ན་བསམ་གི་ཡོད་རེད་བ། དངོས་གནས་ཁོ་རང་གི་འདི་མ་ཡོང་བའི་གི་རྒྱུ་མཚན་དེ་ག་རེ་རེད་ལ་ན། ང་ལ་དྲང་བདེན་ཡོད། ངའི་སྐད་ཆ་བཤད་རྒྱུ་དེ་ལ་དངོས་གནས་ཁོ་རང་ལྷད་མེད་བ་ཇི་ལྟར་ངས་སྐད་ཆ་བཤད་རྒྱུ་དེ་ལ་ང་རང་སེམས་པ་གདིང་ནས་ལྷག་བསམ་རྣམ་དག་གི་ཐོག་ནས་བོད་སྤྱི་པ་མགོ་ལ་བཞག་ནས་རེད་བ། འདི་བཤད་གི་ཡོད་བའི་གི། འདི་ཤེས་ཀྱི་ཡོད་བས་ཀྱི་རོ། ང་ལ་འདི་གྲུབ་འབྲས་དེ་ལོ་བཅུ་གཉིས། ལོ་བཅུ་གཉིས་འགྲོ། ཐད་གཏོང་ག་ལ། ད་ལྟ་བར་དུ་ཉི་མ་གཅིག་མི་གཅིག་གི་རོ་བདུན་ལ་སླེབས་ནས་ང་ལ། མི་འདོད་པོར་ཞེས་བཤད་མ་མྱོང། འདི་ང་སྤོབས་པ་ཡོད་རོ་སྤོབས་པ་ཡོད། ངའི་ཡིན་ན་ཡི་རོ། ང་ལ་བློ་གཏད་ནས་བསྡད་ངེས་དུ་འདུག་རོ་ངས་དུས་ནམ་ཡང། དུས་ནམ་ཡང་ངས་འདི་ལ་ཅིག་ག་ལ་འོ་རེད། ཁྱོད་རང་ཚོ་གིས་ང་ལ་ད་ཅིག་ཞེའུ་ཅིག་འདི་བྱེད་ཀྱི་འདུག་ལ་ནི་ང་ཅིག་ང་རང་སྤོ་བོ་ཕ་རེད་ཅིག་དང་ང་ཞེའུ་ཞེའུ་ད་འདོད་ཞེའུ་ཤེས་རྒྱུ་ཡོད་ས་རེད་བསམ་ཡ་རེད་འོ་དེ་འདྲའི་གི་འཚོ་བ་རྩ་བ་ཉིད་ནི་ལེགས་ཀྱི་མེད་ད་རྩ་བ་ཉིད་ནི་ལེགས་ཀྱི་མེད་རེད་བ་དོན་དག་རྡོག་རྡོག་ད་རིང་གི་དཀའ་ངལ་འདི་ང་ཚོ་བོད་པ་གཏམ་ཚེ་གཅིག་འོག་གི་མ་རེད་ད་གཏམ་ཚེ་གཅིག་འོག་དཀའ་ངལ་མ་རེད། ང་ཚོ་བོད་པ་སུའི་ནང་ལོགས་ལ་དམིགས་བསལ་གྱི་ཡུ་རོབ་ཁ་ལ་ད་ང་ཚོ་བོད་ནས་རེད་བ། བོད་ནས་འཚར་ལོངས་བྱས་ནས་ཨ་ནེ། ཅིག་སྐྱབས་བཅོལ་ཞུ་ག་གླེང་ཡིན་ལགས་ངས་ཚང་མ། ད་རིང་དཀའ་ངལ་ནང་ལ་བཟོས་ཚར་ད། དཀའ་ངལ་ནང་ལ་བཟོས་ཚར་མི་ཁ་ཤས་ཀྱིས་ད། བསམ་བློ་ཆུང་ཆུང་དུ་འཛུགས་ཀྱི་ད་ལ་ཡིན་ལ་ཁོ་རང་ཁ་བདེ་རྫུན་མེད་ཁོ་རང་ནང་མི་གང་ཚ་ཆུ་ནང་ལ་གཡུག་རེད་ལ་ཡ་འདྲ་འོན་ཏེ་ལ་སྲིད་ཀྱི་རེད་ག་རེ་ཡིན་ན་ལ་སྲིད་ཀྱི་རེད་ཁོ་ཁ་བདེ་རྫུན་མེད་ནི་མ་རེད་ད་ཁོ་གིས་ད་ལྟ་བར་དུ་ཤེས་ནས་ང་ཚོ་སྤྱི་ཚོགས་ཡར་རྒྱས་ག་ཚོད་འགྲོ་ཡོད་ད་མ་ཡོད་ལ་ཡ་དེ་ང་ཚོ་ག་ལེ་ག་ལེ་ཧ་གོ་རེད། ག་ལེ་ག་ལེ་ཧ་གུ་ཨུར་རྒྱུ་མཚན་རོ། ཁོ་གི་ཤུགས་དེ་ཁོ་གི་སྐད་ཤུགས་དེ་ག་ཚོད་ཡོད་དམ་མ་ཡོད་ད་རིང་ཁ་སང་ཅོག་མི་འདུག་ལ་ནི་མི་ཚང་མས་ཀྱི། སྲིད་སྐྱོང་སྤེན་པ་ཚེ་རིང་ལ། ཅོག་མི་འདུག་ལ་ནི་ལ་ཡི་འདུག་མི་མང་པོ་ཅིག་གི་ཅོག་མི་འདུག་ཅོག་མི་འདུག་ཅོག་མི་འདུག་ལ་ཡི་འདུག་འདི་ལ་ངས་ཚང་མ་ཁྱེད་རང་ཚོ་འདི་གོ་ཡོད་བ་ར་ཅི་ཡིན་ན་འདི་ཚིག་འདི།

རོ། དེ་ཡིན་དུས་ད་ད་རིང་ཁོ་འདྲ་བོ་ཅིག་ལ་དེ་འདྲས་ཀྱི་ཨ་ནི་ནུས་ཤུགས་སྤྲད་ནས་རོ། ང་ཚོ་བཙན་བྱོལ་ཆབ་སྲིད་སྤྲོ་ལ་པོ་ལ་དེ་དྲང་པོ་ལའོ། ས་བ་ར་གང་མེད་འོས་ཀྱི་ཆབ་སྲིད་ཚོ་བོ་བཙལ་དེ་ཉེས་དེ་རོ། ཞེའུ་ཡོད་དོ་མདོ་བསམ་དེ་ངེས་ཀྱི་མི་དུ་འཛོ། རོ། ཨ་ནི་སྲིད་སྐྱོང་སྤེན་པ་ཚེ་རིང་ལ་རོ། མིག་བཙུམ་ནས་ཡིད་ཆེས་བྱེད་ནས་འགྲོ་དེ་ངེས་ཀྱི་མི་དུ་འཛོ། རོ། སྲིད་སྐྱོང་སྤེན་པ་ཚེ་རིང་ལ་དྲི་བ་དངོས་བོའི་གནས་སྟངས་འགའ་ལ་དྲི་བ་ཅིག་དྲི་བ་ར་ཅི་ཡིན་ན་ད་འདོད་ཅིག་སྡུག་ཅག་ལ་གི་འདུག་བསམ་བསྡད་ངེས་ཀྱི་མི་འདུག་མཚོ་བྱི་དང། Swiss མི་དང་ཚང་མ་ད་ཡུ་རོབ་ཁ་ལ་ག་ལེ་ག་ལེ་ཡོང་གི་རེད་མི་གཅིག་ལ་བྱུང་གཉིས་ལ་བྱུང་གསུམ་ལ་བྱུང་བྱས་ནས་ད་ད་ཤུ་གུ་ནག་པོ་འདས་ཏེ་ངས་ག་ཚོད་ཡོད་ཁྱོད་ཚོ་རོ། དཀའ་ངལ་ཚང་མ། དོ་སྣང་བྱེད་འོར་ད་ཐུག་ས་མི་དོན་འབྲས་གཅིག་གཉིས་ལ་ཐུག་འགྲོ་འོར་ད་དོན་ད་དོག་དོག་འདི་ཡིན་དུས་ཙམ་པ་ལ་འདི་དཀའ་ངལ་འདི་མི་གཅིག་གི་དཀའ་ངལ་མ་རེད་ད་འདི་གཅིག་འདི་དཀའ་ངལ་འདི་མི་གཅིག་གི་དཀའ་ངལ་མ་རེད་ཡུ་རོབ་ལ་ང་ནི་དངོས་གནས་ཁོ་རང་སེམས་ཁྲལ་སླེ་གི་འདུག་ཡུ་རོབ་ལ་ད་མི་ཚང་མས་གི་དཀའ་ངལ་བཟོས་ཚར་འདི་དོན་ད་དོག་དོག་བཤད་ན་མི་ཚང་མས་དཀའ་ངལ་རེད་ད་སུའི་སྣང་བློ་ལ་དེ་དེ་ངས་ཁྱེད་རང་ཚོ་མི་སུ་འདྲ་ཅིག་ཡིན་ན་ཚང་མ་ལ་དཀའ་ངལ་འདི། རྒྱབ་སྐྱོར་ཞུས་ཡོད་ན། དཀའ་ངལ་ད་ག་རང་སླེབས་ཚར་རེད་ད་ངེད་ཀྱི་དེ་ནས་རེ་བ་ལ་རྒྱ་ཡ་ལ་དངོས་གནས་ཁོ་རང་གོ་རྟོགས་ཡོད་ངེས་ཏེ་ཧ་གོ་ངེས་ཁྲིམས་འགྲོ་ལུགས་ཤེས་ངེས་རེད་བ་འཛོ་འཛོ་ཚང་མས་ཀྱི་ཨ་ནི་གཏམ་ཟེར་ལ་རྒྱབ་སྐྱོར་བྱེད་རོགས་བྱེད་རེད་བ་དཔལ་འབྱོར་གྱི་ཐོག་ནས་ཁོ་རང་ད་ལྟ་དཔལ་འབྱོར་གྱི་ཐོག་ནས་རྒྱབ་སྐྱོར་སྒོ་མི་འདུག་རེད་བ་ཁོ་རང་ལ་དཔལ་འབྱོར་གྱི་ཐོག་ནས་རྒྱབ་སྐྱོར་སྒོ་མ་རེད་ཡིན་ནས་ཅིག་ག་ལ་བོར་ད་དེ་ལ་ཡ་མ་ཁོ་རང་ངོ་ཅོག་ནས་ད་དངོས་གནས་ཁོ་རང། ཅིག་རྒྱབ་སྐྱོར་དང་དེ་འདྲའི་བློ་ངོ་མི་འདུག་རོ། དེ་ཡིན་དུས་ཙམ་པ་ལ་ད་ག་རེ་བྱུང་ཞལ་ལ་ན། ཁོ་རང་ལ་ད། མི་མང་ཚང་མས་ཀྱི་སོ་སོ་སྒང་ལ་བབ་གི་རེད་ད། ད་ལྟ་ང་ཚོ་བོད་པས་ཀྱི་བསམ་བློ་དང་ད་དེ་མཚམས་མཚམས་ཁྲོན་པའི་བེག་པ་འདྲ་བོ་སོ་སོ་ག་ལ་མ་བབ་པ་ད་ཁུ་སིམ་དེ་སོ་སོ་ག་ལ་བབ་དུས་ཙམ་པ་ལ་གཞི་ནས་ཨ་ལ་ཧང་སང་སང་ཧོན་ཐོ་ཐོ་བྱིས་ན་དཀའ་ལས་ཁག་པོ་ཆགས་ཚར་ད་ད་རིང་དང་པོ་བྱུང་གོ་རེད། དོན་དག་རྡོག་རྡོག་གཏམ་ཚེ་ཁོ་རང་གི་ཡིད་ཆེས་ཁོ་རང་དང་ཨ་ནི་བསམ་བློ་ག་འདྲས་བཏང་བ་ར་བྱས་ན་ང་ཚོས་ཀྱི་སྐད་ཆ་ག་བ་ནས་འཇུས་ཀྱི་འདུག་ག་རི་ནས་འཇུས་ཀྱི་འདུག་ལ་ནི་ལྟ་ཡོད་འདོད་ཙམ་པ་ལ་ཐེ་ཐོང་ཅིག་ཨ་ནི་ཁོ་ཚོ་ལ་སྤྲད་ནས་ངོ་དེབ་ག་ལ་ཐེ་ཐོང་ཅིག་ཨ་ནི་དམག་མི་གི་འདི་གི་གཞི་བཞག་ནས། རོ། སྐད་ཆ་བཤད་ཡོང་གི་འདུག་བ། ཁོ་རང་ཅིག་རྡ་རམ་ས་ལ་དང་བོད་གཞུང་དང་སྡེ་བ་ལ་ལས་ཀ་བྱེད་མྱོང་བའི་བྱུང་རབས་དང་དེ་བཤད་དུས་ཙམ་པ་ཁྱོད་རང་རྒྱ་གར་ནས་རེད་ཤ་ལ་ཡ། འདི་སྐད་དེ་སྒྱུར་ངེས་དེ་ཡ་བོད་པ་བྱས། སྐད་སྒྱུར་དང་སྐྱིད་སྒྱུར་དང་ཚང་མ་ལ་ཐ་ཕ་ཚོ་སྐད་ཆ་བཤད་ནས་དོན་དག་རྡོག་རྡོག། དཀའ་ངལ། མི་གཅིག་གི་རྩིས་སྤྲད་ནས་དཀའ་ངལ་ཅིག་རེད་ཁོ་ཚོ། Swiss ལ་བསྡད་དེ་ངས་ཨིན་ཇིག་གི་བོད་སྐད་བོད་སྐད་ཁྲ་ཐག་ཐག་དེ་འདྲའི Immigration Officer བོད་སྐད་ཤེས་འདི་ངས་དེ་འདྲའི་ནི་ཡོད་མ་རུང་བ། དེ་ཡིན་དུས་བརྩམས་པ་ལ་ད་ལྟ་དཀའ་ངལ་དེ་དེ་འདྲ་བྱུང་ནས་བྱུང་ཤག་དེ་ཡིན་དུས་བརྩམས་པ་འདི་གི་རྒྱབ་ལོག་ལ་ཁོ་རང་ཡིན་ན་ཡང་དེ་འདྲས་ཀྱི་ཡིད་ཆེས་བྱེད་ཀྱི་འདུག་བོད་པ་རང་གི་ལས་ཀ་རེད་འདི་ང་ཡིན་ན་ཡང་ད་ག་རང་བསམ་གྱི་འདུག་བོད་པ་རང་གི་བྱེད་སྐྱོ་རེད་ཨ་ཙི་ཆུན་ཆུན་གཅིག་གི་དོན་དག་ལ་དེ་འདྲའི་དཀའ་ངལ་ཆེན་པོ་བྱེད་རོ་བ་སོད་ད་དེ་འདྲས་འདྲ་བོ་བྱེད་ནས་རོ་བ་སྤྱི་ཚོགས་ཀྱི་དྲ་རྒྱ་ནང་ལ་ང་དང་ང་འདྲ་བ་དོན་དེ་ངེད་དུ་འཛོ། ག་ལེ་ག་ལེ་སྒོ་རྒྱ་བལ་གྱི་ཐབས་ཤེས་བྱེད་ནི་དེ་འདྲའི་ཐབས་ཤེས་ཐབས་སྡུག་ཅག་རེད། ཐབས་ཤེས་སྡུག་ཅག་རེད་དུས་ནམ་ཡང་ཡུང་ཡ་མེད་སྐྱོ་གི་ཐབས་ཤེས་རེད་མི་ག་བ་ཁ་བཙུམ་འདུག་རོ། མི་ག་བ་ཁ་བཙུམ་འདུག་རོ། དེ་ཡིན་དུས་བརྩམས་པ་ལ་རོ། དེ་འདྲའི་སྐར་ལ་འཇིགས་སྐྲག་བསྐྱོད་ནས་རོ་ཞེ་སྣང་བསླང་རྒྱུ་ཡོད་བསམ་པ་ར་ཅིག་ཡིན་ན་དངོས་གནས་ཁོ་རང་དང་པོ། སྤྱི་ཚོགས་ཀྱི་དྲ་རྒྱ་སྐར་ལ་མི་སུ་གཅེས་ལ། དཔེར་ན། དངོས་གནས་ཁོ་རང་ང་རང་གི་ཆོས་ནས་མ་དགའ་ཀྱང་ཐུབ་བསྟན་ཐོག་མའི་ལྷག་བསམ། ཁོ་ཚོ་འདྲ་བོ་ཅིག་ཡིན་པ་རེད་ཅེས་ཡིན་ནའི་རེད། ཁོ་ཚོ་འདྲ་བོ་ཅིག་ཡིན་པ་ཡིན་ནའི་རེད། ཁོ་ཚོ་ལ་ཡང་དེ་འདྲའི་སྡུག་ཅག་མ་ཡོང་བ་ཤོག་ལ་ནའི་རེད། འདི་དང་ངའི་སྨོན་ལམ་རྒྱབ་སར། རེད། ཁོ་ཚོ་ནང་མི་གང་ཟག་ལ་དཀའ་ངལ་འཕྲད་འགྲོ་ཡས་དང་ཁོ་ཚོ་གི་ཤུགས་ཁུར་ལ་དད་ས་འདོད་ས་མེད་ངེས་ཀྱི་ཆ་ཡས་དང་དེ་འདྲའི་ཆ་བ་རེད་ཅེས་ཡིན་ནའི་ང་དངོས་གནས་ཁོ་རང་དྲང་པོ་ལགས་གོ་འདིའི་རྩིས་གཞི་འདི་ལ་དང་ངེས་ཀྱི་རེད་དེ་འདྲའི་གི་སྒེར་ལ་ཁྱི་ས་མ་རེད། སྤྱི་པའི་དཀའ་ངལ་དེ་སྒེར་ལ་དེ་འདྲའི་སྡུག་ཅག་ཁྱི་ས་མ་རེད་རོ། དེ་ཡིན་དུས་རྩམ་པ་ཐག་རིང་དེ་ལ་དངོས་གནས་ཁོ་རང་ཐབས་སྐྱོ་པོ་དེ་འདྲའི་ལས་ཀ་བྱེད་ཤེས་རོ། དེ་ཡིན་དུས་རྩམ་པ་ང། སྤྲེའུ་ཅན་ཡིན་ན་ཇོ་བོ་རིན་པོ་ཚེ་ཚོ་དེ་འདྲའི་ལ་ཞེད་སྣང་མེད་ད། དཀོན་མཆོག་གསུམ་ཞེད་སྣང་མེད།